རྩོམ་པའི་གཏེར་ལ་དབང་ཕུན་ཚོགས་ལྷ་དཔལ་གསུམ་གྱི་ཡོན་ཏན་རྫོགས་པ་ཡི་ཕན་བདེའི་འབྱུང་གནས་རིན་པོ་ཆེ་འདྲེན་མཆོག་དཔལ་ལྡན་བླ་མའི་བདག་སྐྱོང་ཞུས། འོ་ལགས་སོ་ད་ལྟའི་རང་ཚོགས་པ་འདིའི་སྟེང་དུ་ཕེབས་པའི་གྲུབ་མཐའ་དང་ཆོས་རྒྱུད་ཁག་གི་བླ་མ་དགེ་བཤེས་གཉེན་རྣམ་པ་དང་མཁན་པོ་རྣམ་པ་སྤྲུལ་སྐུ་རྣམ་པ། དེ་ནས་དག་གྲབས་བཙུན་སྔགས་གསུམ་སོགས་ཚོགས་པ་འདི་ལ་མཉམ་བཞུགས་གནང་མཁན་གྱི་ཚོགས་མི་ཡོངས་སུ་རྫོགས་པ་ལ་སྒོ་གསུམ་དུ་བཀའི་འདུད་སྔོན་དུ་བཏང་སྟེ་གང་བཞེད་པར་བྱ་བ་ནི། ད་རང་འདྲ་ཟིག་ན་དེ་ད་གབ་མཛེས་རྫོང་གི་དུ་མཉེས་ཟིག་རེད། དེའི་འདུས་ཤར་ན་དཀར་མཛེས་རྫོང་གི་ཕྱོགས་ནས་འདི་ཀུན་གཞི་ཡར་སྐུར་གྱི་ཕྱོགས་བ་དག་གཞན་པ་ཅིག་འཕམ་པོ་དེ་འདི་མི་ལས་སྐལ་དང་ཕྱག་ལས་གནང་མཁན་ཡང་ཡོད་དྲིས་ད་ལྟར་སྐབས་སུ་བབ་པ་འདི་ན་ང་བཙས་མི་སྲིད་དོན་མེད། དེ་ནས་དུ་མ་ཡོད་ནས་བཟུང་སྟེ་ད་འདི་ཕྱོགས་ནས་ཅིག་ཀ་ཤ་ཁུ་ཤི་གཟིགས། བཤད་དུ་ཤེས་མི་ཤེས་ལྟ་རྒྱུ་དང་ཨུ་ཕུད་མུ་ཕུད་ལྟ་རྒྱུ་དེ་མི་གཟིགས་ཡིག་སྒོ་ནས་ཟ་ལོག་བ་ད་དུ་མ་ཡིན་ན་ད་འདི་ཚོགས་པ་འདིའི་དབུ་འཛིན་རྣམ་པ་དང

ཆགས་འཕེལ་བའི་ཁྱེད་རང་འདི་ན་རྒྱུན་དུ་བཞུགས་དུས་མི་མཛའ་དུ་སྤྲུལ་དེ་འདིའི་ཕྱིར་ན་ད་ཁོང་འདྲ་ཟིག་ཡིན་ན་སྔ་ཞབས་ཁམས་དཀར་མཛེས་ཕྱོགས་ནས་ཀྱི་དམ་པ་དང་སེམས་ཅན་གྱི་དོན་དུ་ཕྱག་ལས་རྒྱ་ཆེན་པོ་གནང་མཁན་དང་ཕྱག་ལས་གནང་ན་ཡང་ཕྱག་ལས་ཧ་ཆེན་པོ་རྒྱ་ཆེན་པོ་དག་ད་ཧ་ལས་པ། འགྲིམ་ཁུལ་འགུལ་དུ་བ་ལ་མ་དགོས་ཤིག་ཉིན་གཅིག་བོད་དུ་ཁོང་རེ་བསྡད་ན་མི་ཆོག་རྒྱུ་མེད་པ་ལྟ་བུ་དེ་མི་ཡིན་རེད་རེད་ད་དག་དག་ང་ཡང་དག་ཁོང་ཧ་ལས་པ་དག་གཞར་མི་འཚོ་དེ་ནས་དག་ད་དེ་ངུ་རུ་བྷ་ཆེ་ག་འདྲ་འདི་མི་ཆ་ཡིན་ན་ང་ཆ་ཕན་ཚུན་དག་འབྲེལ་བ་འདྲ་ཆེན་པོ་མེད་པའི་རྒྱུ་མཚན་གི་དེ་ད་དར་ང་ཡང་ཆོས་གོས་འདིའི་བྱ་བ་དང་འདིའི་བྱ་བ་གཅིག་མཉམ་གཞུག་གིས་ཁྱེད་རང་བའི་ལས་ཀ་ལས་རྒྱུ་གང་ཡང་མ་ཐོན་པ་དེ་མི་གཟིགས་རེད་དེ་ནས་ཕྱིར་ཁམས་དཀར་མཛེས་ཀྱི་རྫོང་གི་དགོན་པ་གྲངས་ལྟར་དབྱེ་ན་དགོན་ཁག་བཞི་བཅས་བཞི་ག་གྲངས་ཡོད་ཀྱི་དེ་མི་གཟིགས་རེད་ད་དེའི་ནང་ན་དེ་གོམ་གཤིས་དེ་ཡར་སྐུལ་སང་དང་དང་འབྲེལ་བ་ཡོད་ནུས་དགོན་ཁག་བཅུ་བཞི་ཡོད་རེད་ད་ལྟའི་དགོན་ཁག་བཅུ་བཞིའི་ནང་དུ་ན་ཉང་མའི་དགོན་པ་བཅུ་གསུམ་དང་བཀའ་བརྒྱུད་པའི་དགོན་པ་རབ་གྲགས་དགོན་པ་བཞི་བཅས་དགོན་པ་གཅིག་ཁྱོན་དགོན་པ་བཅུ་བཞི་ཡོད། དེའི་དགོན་པ་བཅུ་བཞི་དེའི་ནང་དུ་ད་ཅིག་ན་ནང་རེད་བཞི་ནང་རེད་ད་དེ་མིའི་ཆ་ག་ཟིན་ཆོད་ད་ངི་ཆི་ཅིག་འདི་ན་ཀུན་གཞི་ཡར་བསྐུར་ཤོག་གོ་ཅིག་མཁན་པོ་རྣམ་པ་ཅིག་གདན་འདྲེན་ཡིས་གདན་བཞིའི་ཁྱེད་རང་དགོན་པ་རེ་རེ་སོ་སོར་སོང་ཡིས་ཅིག་ལས་དཀའ་ལས་ནི་དང་དེ་ནས་དག་དྲ་ཐོག་དང་ཁ་པར་གི་ལམ་གི་ཡང་ཁོང་རྣམ་པ་ཅིག་ཡར་བསྐུར་རེ་བཞི་བཞིའི་ཁྱེད་རང་ཅིག་ལས་དཀའ་ཅིག་རབ་དང་རིམ་པ་ངི་ཆིའི་ཚོགས་གི་ཅིག་ལས་གདའ་ཅིག་དེ་མི་ཟིན་དེ་ན་བཤད་སྐྱོབ་གི་ད་རེས་འདི་ན་གྲུབ་མཐའ་དང་ཆོས་རྒྱུད་ཁག་མཉམ་འབྲེལ་ངང་གྲབས་ཙུན་སྔགས་གསུམ་གྱི་གང་ཞིག་ཡར་སྐོར་དང་བཀའ་སྟབས་བསྒྲུབ་པའི་བསྟན་པ་ཉམས་གསོའི་འདི་ད་ཚོགས་ཐེངས་དྲུག་པ་མ་ཐོན་གྱི་བར་དུ་དར་སྔ་ལས་ཀ་མང་ཟིག་ལས་ཡོང་འདྲི་ཡོང་ནས་ན་ཐོག་ཏང་ཨུའི་དག་གི་ཚོགས་འདུ་ཞིག་བཏང་ནས་གྲོས་ཆོད་བྱུང་ནས་དག་གི་གྲོས་ཆོད་རྣམ་པ་བརྒྱ་ཀྱི་ནང་ནས་དག་གི་གཙོ་བོའི་ཡང་སྙིང་ད་ལས་ཀ་བསྒྲུབ་དགོས་ས་ཟིག་གི་འདི་ར་བཞག་གསུམ་གྱིས་དག་གི་བཤགས་བཞིའི། བྱ་བ་དག་དེ་ཕྱག་ལེན་གནང་རྒྱུ་དང་དེ་ནས་དག་མཚམས་བསྙེན་སྒྲུབ་ཀྱི་བྱ་བ་གཅིག་ཡར་སྐུལ་བྱེད་རྒྱུ་དང། དེ་ནས་དག་ད་འདི་དེ་མཐོང་བརྒྱུད་གཤེགས་བཞི་བྱང་རྒྱུད་གཙང་དགོན་གྱི་ཕྱོགས་རེད་ད་འདི་བཞིའི་བྱ་བ་དག་ལས་དཀའ་ལས་རྒྱུད་དེ་མི་གཟིགས་འདྲི་ད་དེ་ཡིན་ན་དེ་ཡན་ཆོད་གི་ཕྱིར་ན་ཁྱོད་དགོན་འདི་ར་བཞི་གསུམ་གྱི་ཕྱོགས་འདྲ་ཟིག་ན་གབ་མཛེས་རྫོང་གི་ཕྱོགས་གི་ད་དགོན་པ་ཆགས་དར་ང་གཅིག་ད་དབྱར་གནས་དང་དེ་བཞིན་དུ་དག་གསོ་སྦྱོང་མེད་ས་ཆགས་ཅིག་གསར་འཛུགས་ཡོང་བའི་ཚ་དག་ཅིག་ལ་སྙིགས་གསུམ་ཡོད་ཀྱི་དུས་མིན་ཡིན། དེ་ནི་དག་དར་ང་ཡོད་ཀྱང་དེའི་བར་དུ་ཅིག་ཡང་འཚོགས་ཐུབ་མེད་ནུས་དུས་མིན་ཡང་དགོན་ཁག་ཆ་རེ་ཡག་གི་དུས་མི་ཤ་འདྲ་བཟོས་ན་ཡང་ད་ལྟ་སླར་གསོ་ཐུབ་བའི་ཁྱེད་རང་ཡིས་དག་དབྱར་གནས་འཚོགས་ཡོད་ཀྱི་དུས་མིན་རེད། དེ་ནས་ཕྱིར་དབྱར་གནས་དུ་ཅིག་ད་སྔོན་ནས་ད་བར་དུ་ཅིག་ཡོད་ཡོད་ཀྱི་ཟེར་ན་ཅིག་ཉི་མ་བཅོ་ལྔ་ཙམ་རེ་མི་འཚོགས་དེ་མི་ཡོད་ཀྱི་དེ་མི་མོ་བྱ་རེ་ཡག་གི་ད་ལྟ་ཤ་འདྲ་ཟིག་ན་ཡང་ཅིག་ཚར་དེ་ཉི་མ་བཞི་བཅུ་བཞེར་འགངས་ཧ་རན་ཚོགས་ཀྱི་བྱམས་པོ་ཡི་དེ་མི་གི་ཕྱོགས་ཀི་ཅིག་ལས་སྐལ་ཅིག་འགྲུབ་ཀྱི་བྱམས་པོ་ད་ལྟ་ད་མ་དེ་མི་རེད་ད་ལྟེ་ནས་འདི་ཕྱོགས་ན་དག་ལས་སྐལ་དེ་ལས་ཡི་ཅི་རུང་དེ་དཀའ་ངལ་གཙོ་བོ་ཡོད་ཀྱི་དུ་དགོན་ཁག་སོ་སོ་ལ་བཞག་གསུམ་གྱིས་དག་བཤགས་རྒྱུའི་ཟས་གོས་ན་དབྱར་གནས་གསོ་སྦྱོང་དུ་བྱ་ཡུལ་ཡོད་ཀྱི་ཟིན་ན་ཡང་དགོན་པ་དེའི་དག་ད་བཤད་གྲྭ་དང་སྒྲུབ་གྲྭ་དང་དེ་ནས་བཀྲ་ས་ཆོས་ཀྱི་ནགས་ཞལ་ན་མེད་ནས། ད་གྲོང་ཆོག་གི་གཞུང་དགོས་ནས་གཙོ་བོ་དག་ད་དེ་རང་རང་སོ་སོའི་འཚོ་བའི་ནང་ན་དག་བཞུགས་ཡོད་ནས་འཚོ་བ་དང་གྲོང་པ་སྡེ་བའི་ནང་ན་བཞུགས་ཡོད་ནས། དེ་ནས་དག་སྒོས་ཚུར་ལོངས་རབ་ཏུ་བྱུང་བ་ཡིན་ནས། ཡིན་ཀྱང་དག་དབྱར་གནས་དེ་ལ་དག་མི་བཞུགས་མཁན་ཆེན་པོ་དག་ཅིག་ཧ་ལས་པ་མང་བོ་ཡོད་ཀྱི་དེ་མི་ཟིག་རེ། ཕྱིར་དགོན་པ་སོ་སོ་ལ་དག་ཅིག་དབྱར་གནས་ཡོད་པའི་ཅིག་ཐབས་ཤེས་ཐོན་བཞག་ན་ཡང། རབ་བྱུང་པའི་དག་གི་བརྒྱ་ཆ་བརྒྱ་ཐམ་པ་དུ་དབྱར་གནས་ཀྱི་བྲལ་བ་སེ་ར་དང་བཞུགས་མི་ལྟོས་ཀྱི་དུས་མིག་གི་དག་དཀའ་ངལ་དག་དཀའ་མཛེས་ཀྱི་ཕྱོགས་སུ་ན་དག་ལས་དཀའ་ངོ་སེ་ལས་ཁྱེད་རང་དུས་གཅིག་ཆེན་པོ་ཡོད་ཀྱི་དུས་མིག་རེ་དཔེར་ན་དག་དགོན་ཁག་རེ་རེ་གཅིག་གི་ཚུར་ལོངས་དག་དབྱར་གནས་བཞུགས་ཆོག་གྱི་ཟས་གོས་འདྲ་འདྲ་ས་ཆུ་རྒྱུན་གཞན་ན་མེད་ནུས་དེ་གཅིག་རབ་བྱུང་སུམ་བརྒྱ་བཞི་བརྒྱ་དུས་མིག་ཡོད་ནི་གཟིགས་ན་དབྱར་གནས་ཚོགས་ཁྱེད་རང་གཅིག་གཟིགས་སམ་ཆུ་བཞི་བཅས་རེ་ཡར་མར་དེ་མི་དག་འདི་མི་དོ་གྱིས་དེ་མི་གབ་ལེ་ཡག་གི་དེ་འདི་དེ་འདི་ཕྱོགས་ས་ཅིག་གམ་ཤི་ཡར་སྐོར་ས་འགུལ་མ་འོངས་པ་ན་ཕྱི་རུ་དག་གི་དང་བཞག་གསུམ་གི་ཅིག་ཕྱག་དྲིལ་ཅིག་དེ་ཉམས་པ་ལྷག་སོ་དང་མ་ཉམས་གོང་འཕེར་བྱེད་རྒྱུ་དུ་ཡོད་ཀྱི་བྱམས་པོ་དེའི་ཕྱོགས་བྱ་བ་ལས་ལས་ཀ་དག་གདབ་སྒྲུབ་དང་སྒྲུབ་བཞིན་པ་དེ་མི་གཟིགས་རེད་དམ། མ་འོངས་པ་ན་དགེ་རྒན་འདོན་པ་དབྱར་གནས་ལ་ངེས་པར་དུ་དགོས་ད་འདུག་དགོས་ནས་རབ་བྱུང་གི་ཕྱོགས་འདི་དབྱར་གནས་བ་ཅིག་ཆ་ཚང་ཟིག་སར་བཞུགས་ཐོབ་ཟིག་གི་ཐབས་ལམ་གང་འདྲ་དགོས་ཟེར་བ་གི་དེའི་ཕྱོགས་ནས་དགོས་ད། དེ་ཅིག་ཅིག་གྲོས་ཚོགས་ཟེར་གྲོས་གཞི་ཟེར་གྱི་མ་གི་དེ་མི་རེ་ཕྱོགས་ནས་ཕྱག་ལས་ཅིག་ཅིག་གསར་བ་ལས་ཀ་གསར་བ་ལས་རྒྱུ་ཅིག་ཐབས་ལམ་རེ་ཡོད་ན་ཧ་ལས་པ་བཟང་ཟེར་བ་གི་ཟེར་རྒྱུ་དེ་མི་ཡིན། དེ་ནས་དག་འདི་དག། མཐོང་བ་བརྒྱད་པའི་བཤགས་བྱའི་སྤྱང་པོ་དེའི་ཕྱོགས་ནས། ད་འདི་ན་ཅིག་བཀའ་གཏེར་སྒྲུབ་པའི་སྒྲུབ་པ་གང་དང་གང་ཟིག་ཡིན་ན་དེའི་སྒྲུབ་པ་དེ་ལ་མཁོ་བས། ད་འདི་ན་ཅིག་བྱམས་པ་སྡོང་གསུམ་རེ་གྲུབ་དྲུང་གཞོག་གསུམ་རེ། དེ་ནས་དཀར་ཡང་ཐིག་གསུམ་རེ། ད་འདིའི་མིག་གི་ཕྱོགས་ནས་ཅིག། ད་ལས་སྐབས་བྱ་བ་མང་བོ་གཟིགས་དུ་དར་ང་ཡན་ཆོད་དང་དངོས་རིག་འཛིན་བགྱིད་པ་དང་བཅས་པ་རྣམས་ནི། ད་བགྱིད་དེ་ཁྱེད་རང་ད་མ་ཐུག་གི་བར་དུ་ཅིག་མ་ཉི་མ་ཅིག་ཕྱོགས་མགོ་ཟིག་ཡོད་ཀྱི་ཏིམ་ཟིག་འདྲི། དེའི་ནང་ནས་ཁི་ཆི་རེ་དག་ཧ་ར་ཉམས་ཀྱི་མི་ཉིན་ནས་དུས་མེ་ལོག་བ་ནི་ཆི་ལ་ད་ཅི་གི་ངི་ཆིའི་ངོས་ནས་ཡིན་ན་དགོན་ཁག་སོ་སོ་ཡ་ར་རེ་བ་རེ་བརྒྱབ་དགོན་ཁག་སོ་སོའི་ངོས་ནས་ཀྱང་ད་ཅི་གི་འདི་ཐོངས་སྐྱིད་ཕྱག་བཞི་ཉམས་གསོ་གི་ཚོགས་པ་ཟེར་ཁྱེད་རང་དེ་མི་ཚོགས་པ་རེ་བཙུག་གི་ད་དགོན་པ་རེ་རེ་གི་ནང་གི་ཅི་གི་རབ་ན་ཟླ་བ་རེ་མིན་ན་ཉིན་བྱ་ལྔ་ཐ་ན་ཡང་ཉིན་བདུན་རེ་ཙམ་རེ་དག་གི་མ་བཞག་ནི་མེད་ཀྱི་དེ་ཅི་ཟབ་ཆོས་ཕྱག་ལེན་གི་ཕྱོགས་རེ་དེ་ནས་ཡང་བསྟན་དང་གི་ཕྱོགས་རེ་དག་གི་འཆམ་ཐིག་བསྡུར་མཚོན་གི་ཕྱོགས་རེ་ཡོངས་སུ་རྫོགས་པའི་ཅིག་བཞང་གིས། འདི་མི་ཡིན་ཁ་སང་གི་བཙལ་བའི་བཞེངས་ཡོད་ཀྱི་ད་དེ་མི་ཟིག་རེད། རེད་ད། ད་འདིའི་ཕྱོགས་ནས་དག་ད་ཧ་ལས་པ་ཅིག་དཀའ་ངལ་ཆེ་བོ་ཡོད་ཀྱི་ཏུ། དཔྱིར་ན། ད་འདི་མི་དག་ཡར་སྐུར་མ་ཡིན་ན། ད་ཡོངས་སུ་རྫོགས་པའི་ཅིག་ཅི་མོད་སྙམ་དུ། དེ་གང་ཐུབ་བྱ་དཔེ་ཅིག་ཐུགས་དར་ཚོན་ལ་སོགས་པའི་འདི་མི་དག་ཤི་ཀྱང་ཆོག་མ་ཤི་སང་ཆོག་ཟེར་དུས་ཀྱི་གཏམ་ཉི་མ་འཇོག་འཇོག་གྱི་རྒྱུ་མཚན་དེ་མི་ཟིག་རེད། གལ་ཏེ་ཡར་ར་དག་ཅིག་འབོ་སྐུར་ཡིད་ཁྱེད་རང་ཡིན། རང་རང་སོ་སོའི་དག་ད་ཅིག་བསྒོམ་པའི་སྒོམ་དག་དང། དེ་ནས་ཙི་ཀུམ་ཤི་ཡར་སྐོར་གྱི་མི་སྣ་རེ་དེ་ནས་དགེ་བསྐོས་ལ་སོགས་པ་འདི་མི་ཤག་ཡེ་སར་གཙོ་འཛིན་རྫ་ས་ཟིག་གི་སྟེང་ནས་ད་འདི་མི་རེ་དག་བཞེངས་བཞག་གི་ཤི་ཡོད་ཀྱི་ཟིག་ཡིན་ན་ཡང། དོན་དངོས་གནས་ཀྱི་སྟེང་ན་ལག་ལེན་ནས་འདེབས་དགོས་དུས་དེ་གང་གི་སྐབས་ན་ལག་ལེན་ནས་འདེབས་དགོས་འདྲི་རྫས་ན་རྣམ་པ་ཚོས་ཤིག་སར་བལྟ་དྲི་དང་དེ་ནས་དག་དགོན་པ་སོ་སོའི་དག་འཚོགས་དུས་མཆོད་འཚེབ་བྱེད་ལ་སོགས་པ་དང་དེ་ནས་དག་གྲོང་ཆོག་གི་སྐབས་ཀྱི་གསོན་པོའི་སྐུ་རིམ་འདོན་དུས་དང་གཤིན་པོའི་དག་དག་ཅིག་ལམ་འབྲིང་གི་ཆོ་ག་ཐུགས་གྲོལ་ལ་སོགས་པ་འདོན་པའི་གནས་སྐབས་འདི་ནི་ངེས་པར་དུ་དག་སྟེ། འདི་ནི་དེའི་དག་ལག་ལེན་དུ་བྱ། དངོས་སུ་དག་ལག་སྟེ་རབ་ལྟ་བའི་ཁྱེད་རང་འཇོག་དགོས་ཀྱི་དུས་མི་གཟིགས་རེ། དེས་ན་ད་ལྟའི་ཕྱོགས་ནས་དག་བསམ་བློ་བཏང་ཁྱེད་རང་དེ་ལྟའི་དུས་ད་ཅིག་ཧ་ར་ཉམས་ཞུགས་མཛད་དགོས་ན་འདྲ་གི་རྒྱུས་ལས་འགྲོ་ཤེས་ཁྱེད་རང་དེ་ད་ངུ་ཆ་ཞོག་སོང་ན་དག་ཧ་ར་རང་གི་ཅིག་གོ་རྒྱུ་ཐུགས་ཀྱི་འདུན་མི་བྱ་ཡིན་ན་ད་ཅིག་དུས་མཆོད་ཡིན་ན་འདྲ་གི་གྲོང་ཆོག་ཡོད་ན་འདྲ་གི་ཧ་ལས་པ་ཟིག་ཏུ་ད་མ་ར་ཅིག་ཉམས་དགའ་ད་བུ་སྐྱུག་གི་རྒྱུ་མཚན་དེ་མི་ཟིག་རེད་ཧ་ར་ལྟར་སྣང་ཙམ་གི་དགོན་པ་འདྲ་ཟིག་ན་དགོན་པ་དེ་ཅིག་ད་བཀྲ་བ་ཅིག་ཡོད་ན་ད་གཙོ་བོ་དེ་དག་ཅིག་ཁྲ་རི་དང་ཁྲིམས་དེ་མི་ཟིག་གི་ཡོངས་སུ་རྫོགས་པ་ས་རབ་བདུན་འཇོག་རྒྱུ་མ་གཏོགས་ཁར་ག་རང་མིག་བཏང་ནས་ཕྱིར་དགོན་པ་ཟིག་བཀྲ་བ་ཅིག་ལྔ་བརྒྱ་དྲུག་བརྒྱ་ཡོད་ཅི་ཟིག་ཡིན་ན་ཚོགས་དེ་མཆོག་གི་སྟེང་ནས་བཏང་ན་ཕར་ཆེར་དབབ་འཛུལ་བྲེད་དང་བླ་མ་རེད་དམ་དགེ་བསྐོས་རེད་དམ་ཆོས་དཔོན་རེད་མ་གཏོགས་ཅིག་ཐོན་གཏོ་མེད་ཀྱི་དེ་མིག་དག་གི་དཀའ་ངལ་ད་ཧ་ལས་པ་དག་མང་པོ་ཡོད་ནི་རེད། གར་སྟེགས་དུ་གཅིག་གི་ད་གཅིག་ཁྲིམས་རེད། དེ་ནས་དག་གི་ད་གཅིག་ཁྲལ་བྲལ་འདབ་མ་འདི་མི་གཟུགས་ཀྱི་སེ་ར་གཅིག་བསྡུ་ཡོངས་ཀྱི་ལོ་འཇིག་ཟིག་ཡིན་ན། ད་ཉིན་ཚིག་གི་འཚོགས་རྒྱུའི་སྟེང་ནས་ཀྱང་སྔ་དྲོ་ཡོད་ན་ཕྱི་དྲོ་མི་འཚོགས་རྒྱུ་ཕྱི་དྲོ་ཡོད་ན་སྔ་དྲོ་མི་འཚོགས་རྒྱུ། དེ་ནས་དག་གི་ད་གཅིག་འཚོགས་དབྱིབས་བསྡད་དོན་ན་དེའི་ནང་དུ་ཁ་པར་བཙལ་རྒྱུ་རྙེད་རྒྱུ། འོ་དེ་བཞིན་དུ་ཅིག་བཀའ་ཁྱབ་བྱ་རྒྱུ་ད་མ་དེ་མི་བསྡད་དུ་ཁྱེད་རང་བས་ད་དགོན་པའི་ཅིག་འཚོགས་དུས་མཆོག་གི་འདོན་དགོས་རྒྱུའི་ཆོ་ག་དང་ཡང་སྟབས་ཞག་ལེན་དེ། བརྒྱ་ཆ་གི་ནང་ནས་དག་གི་བརྒྱ་ཆ་བརྒྱ་ཆའི་རྩམ་རིག་གི་ཐུགས་སྙོམས་ཙམ་ཡང་མི་འཇོག་གོ་བརྡ་དག་གི་བསམ་གྱིས་དུས་མི་གྲོངས་ཕྱོགས་ན་ཡང་ཧ་ལས་པའི་དག་མང་པོ་ཡོད་གི། དགོན་པའི་དག་ད་ཁྱད་པར་དུ་འཚོགས་འདེབས་བྱེད་གི་སྐབས་ནི་ཡོད་གི། དཔེ་གཟིགས་བཞག་ན་དག་ད་དགོན་པ་ཟིག་གི་ད་ཅིག་རོལ་མོ་གདོང་ནས་སྐོར་རྒྱག་ལང་འདི་ནི་དོང་ཧོར་ནི། དེ་བཞིན་དུ་དག་ད་ཅིག་དོང་ཆེན་ཧོར་ནི་ད་དེ་མིན་གི་དག་ད་མཆོད་གར་ཟིག་ཡོད་གྲ། ད་མཆོད་གར་རྣམ་པ་སོགས་དག་ཧ་ར་ལྟེབ་ད་དེ་ད་དགོན་པ་ཆ་རེ་གི་ལྟེམ་ཆེ་ཆེན་པོ་ཞིག་འཚོགས་ན་མཆོད་གར་རྣམ་པས་ཡང་དག་ག་ལ་ཞིག། དེ་ནས་དག་ད་དེ་ཅིག་འདོན་པ་གི་ཆིག་ཟེར་དགོན་གྲོང་གསར་སྤྱིར་ལྕགས་ལམ་རྩ་ཉང་དུ་ཆེ་བ་ཞིག་དང་ཕར་ཆེར་ཡི་གེ་དག་གི་ཕྱེད་མི་དེ་བཞུགས་སྒར་བདག་ཏུ་གྱི་དེ་མི་རེད། དེ་ནི་དག་དག་ཅིག་རོལ་མོ་གདོང་ར་ན་ཆོག་གོ་དཔོན་ར་ན་ཆོག་གོ་འབུར་ར་ན་ཆོག་གོ་དེ་དེ་ཚོ་སྟེ། ཅིག་དག་དགོན་པའི་ཅིག་ལས་འཛིན་པ་རྣམ་པ་ཧམ་འཛུལ་ཆེ་ཤོས་དེ་མི་རེད་གི། ཅིག་དག་ཕྱག་གི་ཅིག་ཧ་ར་བདའ་རིབ་དང་དེ་དེ་དེ་ད་སུམ་ཅིག་ཧོར་དེར་སྔར་དང་ནུ་སྔར་དང་ཧོར་དེ་བཞིན་དུ་དག་དག་རྒྱག་ལངས་པ་ནུ་རྒྱག་ལངས་པ་དེ་དེ་མི་སྟོན་སྟོན་གྱི་ཟིག་མ་གཏོགས་རང་རང་སོ་སོའི་ངུ་ཐལ་ནི། ད་དེ་རང་སྟེ་རྒྱག་ལང་གི་འབུ་ཚུགས་རྫས་ནི་འདྲ་འདྲ་དོང་མིར་གི་འབུ་ཚུགས་རྫས་ནི་འདྲ་འདྲ་རྐང་དོང་གི་འབུ་ཚུགས་རྫས་ནི་འདྲ་འདྲ་དེ་མིན་སུ་ག་ལ་ཤེས་ད་ག་ལ་ཤེས་རེད་ད་ཐ་ན་ད་གི་ད་འབུ་དགོས་ཀྱི་དུས་ཚོད་ནམ་ཡིན་ཧོར་མི་ཉིན་ས་བོའི་དུས་ཚོད་ནམ་ཡིན་ཙམ་ཡང་མི་གོ་ནི་ད་དེ་མིན་ཧ་ལས་པ་ད་གི་དགོན་པ་སོ་སོ་ན་མང་གི་བསམ་གྱི་ད་རང་འདྲ་ཟིན་ན་ཉམས་ཞིག་ད་གི་མོང་བོ་ནང་ཡི་དགོན་པ་ཡོངས་སུ་རྫོགས་པ་རྒྱུས་ལེན་ནི་བཞི་ག་བཟས་ན་ཤི་བས་འདའ་ད་དགོན་པ་གཉིས་རེ་གསུམ་རེ་བཞི་རེ་དངོས་སུ་དེ་གི་དེ་ཕྱིར་ན་གྲོང་ཆོག་བར་དགའ་ནི་ཟིན་ཚོགས་དེ་མཆོད་དར་དགའ་ནི་ཟིན་ལྟོ་བའི་ཆུ་ཐུབ་པ་བ་ཟིག་མིན་བསམ་པ་བ་ཟིག་མིན་སྒོམ་པ་བ་ཟིག་མིན་དང་གྲོང་ཤོག་བ་ཟིག་ཡིན། དེ་ཡིན་པའི་རྒྱུ་མཚན་གྱིས། གྲོང་ཤོག་དེའི་ཤོག་བ་དེ་མི་ལྟེབ་དང་དེ་དེ་དེ་མི་ཧ་ལས་པ། དེ་དཀའ་ངལ་ཆེན་པོ་ཡག་གི་དཔེ་ཟིག་བཞག་ན་དེ་རང་སྒོམ་པ་ཟིག་གི་ཚོགས་དེའི་མཆོད་ཚུལ་གྱི་དང་དེ་བཀག་གསུམ་ཆོ་ག་ལྟ་བུའི་དག་སྒྲུབ་བ་ཟིག་ཚོགས་ཡོད་ན། དེའི་ནང་ན་དགེ་འདུན་པ་བརྒྱ་ཐམ་པ་ཡོད་ན་དེ་རང་དག་གི་སྔ་དྲོ་ནམ་དམག་ས་ནས་བསྟར་དང་མི་མ་དྲུག་གི་བར་དུ་མཉམ་གཅིག་ཏུ་ད་ཅིག་སྒོམ་པའི་དག་གི་ཁྲིམས་རེ་སྒྲིག་ལམ་རེ་འདི་མིག་བཏང་ནས་མཉམ་དུ་འཚོགས་འཇོག་འདྲི་ད་ལྟ་དག་གི་འདོན་པ་སྔ་མ་ཨ་བ་དི་ཁྱེད་རང་དུས་དེ་རྔམ་པ་བརྟག་བྱེད་དམ་ཁའི་སྲོག་རྫས་ནི་ཧ་རབ་ཐེབས་དག་དུས་དེ་ཨ་ཡི་དུས་ནང་དུ་ནི་ཆོ་ག་དེའི་མགོ་ནས་མཇུག་གི་བར་དུ་ཚིག་གཅིག་མ་ཆད་དུ་ཡང་དག་འདོན་འགྲོའི་གདོང་རེ་ཡོངས་སུ་རྫོགས་པ་དུ་ཧ་རབ་དོ་ནི་བཞག་བོ་ནི། ད་གི་ནི་འབའ་ཡི་ན་ལྡོག་མ་བཅུ་ཡོད་རབ་ན་བཅུ་མི་ནར་ལྔ་ཡོད་དུ་མི་ནི་ཡོངས་སུ་རྫོགས་པ་དུ་ཆོ་ག་དེའི་མགོ་མཇུག་ཕར་ཆེར་ངེས་པར་དུ་མེད་པའི་ཁྱབ་བ་ཡང་སྐབས་སམ་གྱི་དུས་མིག་གི་ནས་ཚུར་དུ་དེ་དགོན་པའི་དུ་གི་ཚོགས་ཐེབས་ཅིག་གི་ནང་ན་ཧ་ལས་པ་མང་པོ་ཡང་སྐབས། ཁྱད་པར་དུ་དུ་གི་དེ་འདི་གྲོང་ཆོག་གི་རེད་ད་གྲོང་ཆོག་གི་སྐབས་འདྲ་ཟིན་གོ་ཕྱིས་ད་ནི་འདི་ཡང་དེའི་གནས་ཚུལ་དུ་ད་དེ་ལས་ཅིག་ཕར་ཆེར་ཚབས་ཆེ་བ་ཡིན་གྱི་དེ་མི་ཟིག་རེད་ཕྱིར་ན་དུས་རབས་ཉི་ཤུ་པའི་ལོ་རབས་དགུ་བཅུ་བ་ནས་བཟུང་སྟེ་ད་རང་འདྲ་ཟིག་ནི་དུ་གི་གྲོང་ཆོག་འདི་དུ་གི་སོང་གྲོང་ཆོག་འདི་ཆེ་ཟེར་དགོས་འགྲོ་ཅིག་ད་ཅིག་ཉམས་མྱོང་འདི་ཡོད་ཟེར་དགོས་ན་འདྲ་གི་དེའི་ཕྱོགས་ནས་ཅིག་རྒྱུ་ཆ་འགྲིག་ཡོད་ནོ་དེ་མི་ཟིན་ད་དེའི་གནས་སྐབས་སོ་ན་ཡིན་ན་ཅིག་བུ་ཁྱིའི་དགོན་པ་ཟིག་གི་ནང་ཡིན་ན་ཅིག་གྲྭ་བ་ཟིག་དེ་རང་གྲོང་ཆོག་པ་ཞོན་ནས་ཡིན་ན་གསུམ་པོའི་དག་གི་སྐུ་རིམ་འདོན་ནས་ཡིན་ན་གཤིན་པོའི་དག་གི་སྔོན་རྨི་འདོན་ནས་ཡིན་ན་ཡོང་ན་ད་ཆོས་གོས་གཞུང་འདོན་གི་དང་མི་འདོན་གི་ཟེར་གྱི་དེ་མི་ཤེས་སོག་གི་སྟངས་ན་བཀའ་ཞབས་བཤད་ཀྱི་མེད་ཀྱི་དེ་མི་ཡིན་ནི་རེད་ད་དེ་རྙིང་པ་སོག་གི་དང་མི་སོག་གི་ཟེར་གྱི་ང་ཅིག་ས་ན་དེ་མི་ཟེར་བ་ད་བ་འཆང་དེའི་དག་གི་རྙིང་པ་མི་འདོན་གི་ཁ་ཏོན་མི་འདོན་གི་ཟེར་མི་འདོན་པའི་གཞུང་འདོན་མི་འདོན་ཟེར་གྱི་ཟིག་ད་འདི་གི་བཤད་ཀྱི་མེད་ཀྱི་དེ་མི་ཡིན་གྱི་ཟིག་རེད་དེང་སང་འདྲ་ཚིག་འདི་ཉིན་པ་ག་ལ་འདོན་ཁ་ཐུན་ག་ལ་འདོན་ཆུ་ཤུད་ག་ལ་འདོན། ད་རུང་ཆུ་གི་གཞུང་དག་མི་འདོན་ན་ཧ་ལས་པ་དག་མང་པོ་ཡོད་དེ་དཔེར་ན་བཀྲ་བ་བཞི་དེ་རང་ཐུགས་དྲུག་འདོན་དགོས་ན། དེ་རང་དག་ལྔ་དྲུག་དག་བྱ་རྐུ་བ་ཁྱུ་དབུ་མཛོད་དེ་བྱ་རྐུ་བ་གཉིས་པ་དེ་འཕྲུལ་དེ་དབུ་མཛོད་དེ་བྱ་རྐུ་བ་གསུམ་པ་དེ་ཧང་ཀི་དེ་དབུ་མཛོད་དེ་ཉིན་ཚིག་དབུ་མཛོད་དུ་བཞི་གི་བརྒྱད་ཡིན་འདོན་དགོས་ཀྱི་དེ་མིན་དགོན་པ་མང་པོའི་ནང་ན་ཡོད་ད་ཕྱི་རེ་བརྩིས་ཏེ་ཐོག་དང་བོ་ཙམ་པོ་ཁུར་གི་བྲིས་སག་བཟང་བཞེངས་གི་བལྟས་ན་འདོན་དགའ་བ་སེམས་ཀྱི་མདའ་རུ་གཏོང་ས་མདའ་རུ་གཏོང་བྲི་རུ་གཏོང་ས་བྲི་རུ་གཏོང་བྱ་རྐུ་བ་གཉིས་པ་ནི་ཁུ་མ་ལེན་དགོས་ཟེར་ད་ཁྱུ་ཐུན། ཟས་ཧ་ར་བཞག་དུས་མགོ་བཞག། ཅར་ཁོག་སུམ་པ་ནས་དུ་མི་ནུས་དུས་མགོ་བཞག་དཔེ་བཞག་ན་ཟས་རང་མི་ཤེས་ད། རྒྱ་ཆེ་ཁ་སུ་དུ་གི་ད་ཅི་ཧར་རྒྱུ་མོ་རི་མགོ་རྐང་ཐུག་གང་སྐྱེ་དགོས་དུས་བར་རྣམ་གཟུགས་གི་མྱུག་གཅིག་བསྡད་དུ་གཡང་གི་མྱུག་གཅིག་བསྡད་དེ་གཅིག་གི་དུག་ཡར་ལེ་བར་གཅིག་གི་མཚམས་མ་བཞག་ན་གཅིག་དེ་མར་ཡང་དུག་དུ་གཡང་གི་སྐྱེ་རུ་དུག་ཁོའི་མར་སོང་དུས་གིས་སྐྱེས་དེ་ཧོར་མགྱོགས། དཔེ་དེ་ལྟ་བུའི་འབྲུག་མགྱོགས་ཀྱི་རྒྱུ་མཚན་དུས་མི་གཟིགས་རེད་དེ་འདི་དེ་མདོར་ན། འདི་མཐོང་བརྒྱུད་བཤགས་བཞི་དང་འབྲེལ་བ་ཡོད་པ་ཟིག་རེད་བསམ་གི་དེ་ནི་དུས་ཕྱོགས་དེ་ནས་དུག་མཚོགས་དུས་མཆོད་དང། དུད་འགྲོའི་སྟེང་དབྱར་གནས་དགེ་འདུན་པ་ཡོངས་སུ་རྫོགས་པ་སེ་ར་གཅིག་འཚོགས་ཐུབ་དགོས་རྒྱུ་དེ་དང་གཅིག་དུད་འགྲོའི་གྲོང་ཆོག་འདི་དབྱར་ར་གཅིག་ཡར་རྒྱས་གོང་འཕེལ་ཉམས་པ་ལྷག་བསུ་མེད་པར་གསར་གཏོད་ཚོད་འཛིན་ནས་འདུས་ཤོག་བ་དེ་གཅིག་བྱ་བ་ལས་དཀའ་གཟུགས་དུ་གང་ཤེས་ཡར་སྐུར་པའི་ངོས་ནས་བབ་ཀྱི་གཟུགས་རེ་དབུས་ཀྱི་གཟུགས་རེ་ལས་དགུས་ཀྱི་གཟུགས་རེ་དེའི་གཤོག་ནད་དང་ངུ་ཤ་གཤོག་སོགས་འདིའི་གཤོག་ནད་ལས་སྐལ་དུ་ངེས་པར་དུ་ལས་དགུ་ངེས་པ་ཅན་དེ་མིན་ཟིག་རེད་ངུ་ཆའི་གཤོག་ནད་དག་དང། རྙིང་མའི་གཤོག་ཆང་པོ་ཏི་རི་བོ་དེ་ལས་དག་ཅིག་རི་བོ་སྒེར་དོན་བབས་ཚུལ་ནི་འདྲ་འདྲ་དེ་ནས་དཔར་དོན་སར་སྐྱེ་བབས་ཚུལ་འདྲ་བཀའ་བརྒྱུད་བབས་ཚུལ་འདྲ་འོམ་བུ་དགོན་པ་ཆུང་ཆུང་ཁར་ཟེགས་གཡོག་བྲིས་དང་དེ་མིན་ཤ་ཁན་ནང་ན་ཕྱི་མིའི་མཛའ་བཀོད་མི་ཤེས་དེ་དག་ངག་བརྒྱུད་ཤ་ཅང་མེད་དེ་མིན་ཟིག་རེད། དེ་མ་ཡིན་པ་ངུ་ཤའི་རྙིང་མའི་གཤོག་བཀོད་དག་དང་འདི་ནི་ཚོགས་དུས་མཆོད་དང། དུམ་བུའི་གྲོང་ཤོག་དེ་དག་གཟུགས་བརྙན་ལས་ཀྱང་གཟུགས་བརྙན་དག་ཡང་བརྙན་གཟིགས་ངེས་པར་དེ་དག་ལོག་འགྱུ་དགོས་ཀྱི་རྒྱུ་མཚན་དེ་མི་རེད་ཡག་གི་དེ་ཡིན་ན་དག་དེའི་ཕྱོགས་སོ་ཅི་འདི་ན་མཐོང་གྱི་རིག་ཤག་ཅིག་བཞེངས་དགོས་དེ་ནི་གི་ད་ཕར་ཆེར་ཕར་ཆེར་དེ་གིས་ཅིག་བཞེངས་འཇོག་གྱི་རྒྱུ་མཚན་ཅིག་རེད་དེ་བཞེངས་ཡོད་ལག་བསྟར་ལེན་རྒྱུའི་ཕྱོགས་དེ་ནི་ད་ཅིག་ལེན་གི་མེད་ཀྱི་དེ་མི་དཀར་མོ་ཟེར་བ་ལོག་གི་ཡོད་ནི་དེ་མི་ཟིག་རེད་ནི་དེ་ཕྱོགས་སོགས་ཡང་དེ་ཕྱག་ལས་ཆིག་མིན་མཛད་དགོས་དེ་ཡ་གཅིག་དྲུག་བཞི་ཆིག་མིན་འདོན་དགོས་དྲུག་ཅུ་ཆིག་གིས་བཤད་དགོས་དེ་མིན་སོགས་དགོས་ས་ར་བའི་བསམ་སྤྱོད་དག་ད་རང་གི་རྣམ་རྟོག་འདི་ནས་མ་རེད་བཀའ་ཤག་གིས་བཤད་དགོས་ནི་བཟང་སྟེ། དེ་མིན་རེད་སོགས་དག་ཁྱེད་རྣམ་པ་བཞེད་ཀྱི་ཡོད་དེ་གཅིག་ཡིན། གཉིས་དུ་བཞི་སྐྱིབས་ཀྱི་འདི་ད་རབ་བྱུང་ཡིན་ན་འདྲ་གི་རྔགས་པ་ཡིན་ན་འདྲ་གི་གྲོང་ཆོག་དང་དེ་ནས་དག་དགོན་པའི་ཚོགས་དེ་མཆོད་ད་ཞོན་དགོས་ནི་ཁོང་རྣམ་པ་སུ་དག་ཐུག་ན་ཅིག་ད་ཆོ་ག་གང་དང་གང་ཟིག་ནི་འདོན་པ་གང་དང་གང་ཟིག་ནི་འདི་འདོན་པ་དུ

ད་དེ་ལས་གཞན་པའི་གར་དང་དག་སྟེ་མཐོང་སྐྱེས་ཞག་བཞི་རེ། ད་དག་གཙང་ཀུན་གྱི་ཕྱོགས་ཆེན་པོ་འདི་དེ་ན་ཡང་ཤ་སྐམ་རྫིའི་ཕྱོགས་དེ་ན་ཡང་རྙིང་མ་བའི་དགོན་པ་ཆ་རང་རོགས་བྱས་ཏེ་དགོན་པ་ཆ་ཆག་ལས་ཆོས་ལ་ཡེ་འདྲེས་དང་གང་ལྟར་མདོར་ན་དག་དགོན་པ་སོ་སོ་ལ་དེ་མ་འོངས་པ་ན་ཅིག་འདིའི་ཕན་པ་འཆབ་བྱེད་ཀྱི་སྐུ་སོང་ནས་དག་དགེ་འདུན་པ་ཡིན་ན་དགོན་པའི་ནང་ཅིག་འཚོགས་ཀ་མི་འཇོག་རྒྱུའི་ཕྱོགས་ནས་ར་ཤ་རེ་གི་དག་མི་འཇོག་ཟེར་ཁྱེད་རང་ཁས་བླངས་ཡོད་དེའི་ཕྱོགས་ཀ་ལས་སྐབས་སྒྲུབ་ཀྱི་ཡོད་ནི་དེ་མིན་བྱ་རེ་ཡོད་ཀྱང་ཁོང་ཅིག་ལྟར་དངོས་སུ་ཁས་ལེན་མི་ཧོ་གི་ད། མདོར་ན་དགོན་པའི་ཅིག་གྲགས་ཀྱི་གྲོང་ཁྱེར་ཡོངས་སུ་རྫོགས་པ་གི་དུས་ཞོག་སློབ་གསོ་དག་ད་བཏང་ཡས་ཁྱེད་རང་ཡི་འགྱུར་བ་དག་གཏོང་རྒྱུ་ཡིན་ཟས་ཁྱེད་རང་ཡོངས་སུ་རྫོགས་པའི་དུས་མི་ཡོ་ནི་དུ་དྲི། སྤྱིར་ན་ཅིག་དགོན་པ་ཅིག་དུས་ཞོག་ནས་དག་ཚ་བདུན་ཡས་ནས་ཡང་ད་དུས་མི་མང་པོ་ཡག་གི་ད་དེ་མ་རྟོགས་བཞི་བྱ་གཞན་གང་ཡང་མེད་ད་ཅིག་སྐད་ཆ་བྱ་གཉིས་ཁྱེད་རྣམ་པའི་ཅིག་ཐུ་བ་ནོར་གྱི་དུས་མི་གང་རེ་འདོད་ན་ཉང་ཐག་པ་ནས་དག་བཟོ་གསོལ་དང་དགོངས་དག་བཞི་མཇུག་མཐར་རྣམ་པ་ཚུལ་དེ་སྐུ་ཚེ་བརྟན་བཞད་པོ་དུ་བརྟེན། ཐུགས་རྗེས་བཞེད་དུ་མཐའ་དང་བྲལ་བའི་བཀྲ་ཤིས་མོ་འདི་ཉང་ཐག་པ་ནས་བཞི་བཀྲ་ཤིས་བདེ་ལགས།